ངོ་བཀྲ་ཤིས་བདེ་ལེགས། སྐྱེས་བུ། འབྲིང་གི་སྐབས་འདི་ལ། ངས་ནི་ཤེས་དགོས་པ་གཙོ་བོ་གཅིག་དེ་ག་རེ་རེད་ལབ་ན། སྲིད་པ་གསུམ། ཨ་ནི་འདོད་ཁམས་གཟུགས་ཁམས། གཟུགས་མེད་ཀྱི་ཁམས་ཀྱི། ཨ་ནི་ལྷ་དང་མི་བདེ་བ་དེ་ཚོ། ཐར་པའི་བདེ་བ་དང་འདྲ་གི་མ་རེད། ཨ་ནི་དེ་འཇིག་འགྲོ་བ་རེད། མི་རྟག་པའི་རང་བཞིན་རེད། ཐར་བའི་གོ་འཕང་དེ་དེ་འདྲ་མ་རེད་ཟེར་ཐར་བའི་གོ་འཕང་དེ་དེ་ལྟ་འདུག་གནས་ཐུབ་པ་འོ་དེ་འདྲའི་སྡེ་བ་ཅིག་རེད་ཟེར། སྲིད་པ་གསུམ་གྱི་སྡེ་བ་དེ་ག་འདྲའི་ཆེ་ནས་ནས་བལྟ་འབུ་མེད་པ་རེད་ལབ་པ་ཡིན་ན་སྲིད་པ་གསུམ་གྱི་སྡེ་བ་དེ་བསགས་བཅས་དགེ་བའི་ལས་བསགས་པ་དང་བཅས་པའི་དགེ་བའི་ལས་ལས་ཀྱི་རྣམ་པར་སྨིན་པའི་འབྲས་བུ་རེད་དགེ་བ་བསགས་བཅས་ཀྱི་ལས་དགེ་བ་བྱས་པའི། ཨ་ནི་ལུས་ཀྱི་རྣམ་རིམ་འབྲས་བུ་ཙམ་རེད། གནས་སྐབས་ལ་བདེ་བ་ལྟར་སྣང་ན་ཡང་རང་ཉིད་ཀྱི་བསོད་ནམས་ག་རེ་བསགས་ཡོད་པ་ཡིན་ན་ལུས་ག་རེ་བསགས་ཡོད་པ་ཡིན་ན་ལུས་དེ་གའི་བསོད་ནམས་དེ་རྫོགས་འདུག་དེ་ནས་ཨ་ནི་སྡུག་བསྔལ་གཞན་པ་མྱོང་ཡོང་གི་རེད། ཨོ་དེ་འདྲ་ཡིན་ཙང་དེ་ལྟ་འབུག་རྩ་བ་ཉིད་ནས་ཡོང་བ་མ་རེད་ཟེར། ཨ་ནི་ང་རང་ཚོ་མི་གཅིག་ལ་མཚོན་པ་ཡིན་ན། ཨ་ལུས་པོ་བདེ་བོ་ཡོད་པའི་སྐབས་གྲོད་ཁོག་ལྟོགས་པོ་མེད་པའི་སྐབས། ཨ་ནི་གཅིག་རྒྱུ་ནོར་ལོངས་སྤྱོད་ཡོད་དུས་སུ་ཡོད་པའི་སྐབས་ལ་སྐྱིད་སྣང་འདྲ་ཤར་གི་རེད། ཡིན་ན་ཡང། སྐྱེ་རྒ་ན་འཆིའི་ཨ་ནི་སྡུག་བསྔལ་ཆེན་པོ་ཤི་དེ་དང་དུ་ནམ་ཡང་ཁ་འབྲལ་ཐུབ་མེད་པ་མ་ཟད། ཨ་ནི། མ་ཐོབ་པ་ཐོབ་འདོད་ཀྱི་སྡུག་བསྔལ། ཐོབ་ཚར་བ། ནི་འབྲས་སཱ་རའི་སྙན་པའི་སྡུག་བསྔལ་ལ་སོགས་པ་སྡུག་བསྔལ་གྲངས་ལས་འདས་པ་ཧང་སང་བའི་སྡུག་བསྔལ་མང་པོ་ཞེ་བོ་ཅིག་ཡོད་པ་རེད། འདོད་པ་མ་གང་བའི་སྡུག་བསྔལ་ཤུགས་ཆེ་ཤོས་རེད་མཐའ་ཟེར་བ་དེ་ཡང་ནམ་ཞིག་གི་ཚེ་ན་ཤེས་འགྲོ་གི་ཡོད་རེད། ཤེས་ན་ནི་ལྷ་དགའི་རིགས་ཁ་ཤས་ཀྱིས་ཤེས་པ་དང་བརྙས་པ་བྱེད་འགྲོ་གི་ཡོད་པའང་དེ་འདྲའི་ཡང་གསུངས་ཡོད་པ་རེད། ཡིན་ཙང་སྲིད་པ་གསུམ་གྱི་ཁྱོན་ལ། སྟོན་གྱི་བདེ་བ་ཅིག་དུས་ནམ་ཡང་ཡོད་པ་མ་ཡིན། དེ་འདྲ་གསུངས་གི་ཡོད་པ་རེད། ད་ལྟུང་གི་བདེ་བ། འགྱུར་བ་མེད་པའི་བདེ་བ་དེ་ག་རེ་རེད་ལབ་ན་ཐར་པའི་བདེ་བ་དེ་རེད། ཐར་པའི་བདེ་བ་དེ་ག་འདྲས་ཀྱི་ནས་འགྱུར་བ་མེད་པ་རེད་ཟེར་ལབ་པ་ཡིན་ན། ང་ཚོའི་སྤྱིར་བཏང་ནས། སྡུག་བསྔལ་སྡུག་བསྔལ་ལ་ཡི་གཅིག་དུའ་སྡུག་བསྔལ་ལ་ཡི་དེ་ག་འདྲས་ཡོང་གི་ཡོད་པ་རེད་ལབ་ན། སེམས་ཀྱི། སྟེང་ལ་ཨ་ནི་ལུས་དང་ཉོན་མོངས་ཀྱིས་བཤགས་པའི། ས་བོན་དང་བག་ཆགས་མང་པོ་ཞིབ་ཀྱི་ཡོད་རེད་ཟེར་གྱི་ཡོད་རེད། ཨ་ནི་དེ་འདྲའི་གི་ས་བོན་དང་བག་ཆགས་དེ་འདྲ་ལས་ཨ་ནི་ང་རང་ཚོ། འབྲས་བུ། བདེ་བ་དང་སྡུག་བསྔལ་རྣམ་པ་སྣ་ཚོགས་སྐྱེ་གི་ཡོད་རེད། ཨ་ནི་ཐར་པ་ལ་ཡ་དེ་ཐོབ་ཡོང་དུས་ག་རེ་བྱ་གི་ཡོད་རེད་ལབ་ན། སེམས་ཀྱི་སྟེང་ལ་ཡོད་པའི། ཨ་ནི་འཁོར་བ་ནང་ལ་སྐྱེ་ཤི་གི་ས་བོན་བག་ཆགས། ཚང་མ་མེད་པ་བཟོ་འགྲོ་གི་ཡོད་རེད། སེམས་ཀྱི་སྟེང་ལ་ཡོད་པའི། ཨ་ནི་འཁོར་བ་ལ་སྐྱེ་ཤི་གི་ཨ་ནི་རྒྱུ། ཨ་ནི་ས་བོན་དང་བག་ཆགས་ཚང་མ་མེད་པར་གཟུགས་བཞག་པ་དེ་ལ་ཐར་པ་ལབ་གི་ཡོད་རེད་ད། དེ་ལས་གཞན་པ་ཅི་ཡོད་མ་རེད་སེམས་ཀྱི་སྟངས་ལ་ཡོད་པའི་ཨ་ནི་ལུས་དང་ཉོན་མོངས་ཀྱི་ས་བོན་དང་བག་ཆགས་དེ་ཚོ་མེད་པར་གཟུགས་བཞག་པ་ད་ག་རང་ལ་ཐར་པ་ཞིག་ལབ་གི་ཡོད་རེད་འགོག་བདེན་ཞིག་ལབ་གི་ཡོད་རེད་ཡིན་པ་ཡིན་ཙང། རྗེས་སུ་སླར་ཡང་ཨ་ནི་མི་དེ་ལ་འཁོར་བ་དང་སྡུག་བསྔལ་ཟད་དེ་སྐྱེ་བ་ཡོང་མེད་གར་ལབ་ན་ས་བོན་དང་བག་ཆགས་རྩ་མེད་སོགས་བཞག་པ་རེད། ཨོ་དེ་འདྲ་ཡིན་ཙང་ཐར་པའི་གོ་མང་དེ་བརྟན་པོ་ཞིག་རེད་བརྟག་པ་རེད་འགྱུར་བ་ཡོད་པ་མ་རེད། ཡིན་ཙང་ཐར་པའི་ཕ་ཡོན་དང་འཁོར་བའི་ཉེས་དམིགས་བསམ་དགོས་རེད། སྐྱེས་བུ་འབྲིང་གི་སྐབས་འདི་ལ་གཙོ་བོ་དེ་འདྲ་ཅིག་གསུང་གི་ཡོད་པ་རེད། དེ་བྱེད་དགོས་པ་རེད་ཞེས་པ་དེ་འདྲ་ཅིག་ཡིན། ཨོ་ཐུགས་རྗེ་ཆེ།